གླིང་རྒྱལ་སྐུ་ཁམས་བཟང་ང་ཞང་ཞུང་སྒྲོལ་མ་ཡིན་དེ་རིང་ངས་ཁྱེད་ག་རིགས་སྐོར་ལ་ཞུ་གི་ཡིན་སུ་ཞུ་བ་ཡིན་ན། མ་གི་ག་འདྲས་སུ་དགའ་གི་ཡོད་མེད་མ་ཡིག་གི་ག་འདྲས་སུ་དགའ་གི་ཡོད་མེད་སྐོར་ལ་ཞུ་གི་ཡིན། དང་པོ་ང་ཚོ་ག་རིགས་ཧ་གོ་གི་རེད་སུ་ཞུ་བ་ཡིན་ན། མ་ཡིག་དེ་དགག་ཚིག་ཡིན་པའི་གནས་སྐབས། མིང་ཚིག་ཡིན་པའི་གནས་སྐབས་མིང་མཐའ་ཡིན་པའི་གནས་སྐབས། རིགས་མང་པོ་ཡོད་པ་རེད། ཡིན་ནམ་མིང་ཚིག་ཡིན་པའི་གནས་སྐབས་དང་དགག་ཚིག་ཡིན་པའི་གནས་སྐབས། གལ་ཆེ་ཤོས་དེ་ང་ཚོ་ག་བ་ནས་ཧ་གོ་གི་རེད་ཟེར་ན་ཀློག་བསྡུའི་སྐབས་སུ་སྒྲ་གདངས་ལ་བལྟ་དགོས་ཀྱི་རེད། དཔེར་ན། མ། རེད། མ། ཡིན། ཟེར་ནས་མ་དང་རེད་ཀྱི་སྤྱི་མ་ལ། ལྟུང་བྱ་ཡོད་པ་ཡིན་ན་དགག་ཚིག་མ་རེད་གྲུབ་ཚིག་ཆགས་ཀྱི་ཡོད་རེད། སྐབས་དེ་དུས་མ་དེ་ང་ཚོ་སྐྱེ་མཁན་གྱི་མ་ཨ་མ་རེད་ཨ་མ་ཡིན་ཟེར་བཤད་ཀྱི་ཡོད་རེད། དགའ་ཚོར་གྱི་གནས་སྐབས་སུ་མ་རེད་མ་ཡིན་ཟེར་ནས་རེད་དང་ཡིན་མ་གི་དཀྱིལ་ལ་ལྟུང་བྱ་མེད་ནས་མཉམ་དུ་ལོག་དགོས་ཀྱི་ཡོད་རེད་ཆ་ལ་ལོག་དགོས་ཀྱི་ཡོད་རེད་དེ་ལ་ག་རེ་རེད་དགའ་ཚོར་ཆགས་ཀྱི་ཡོད་རེད། ད་དགག་ཚུལ་གྱི་མིང་ཚིག་ལ་ག་འདྲས་སུ་དགག་གི་ཡོད་རེད་ཟེར་ཞུས་པ་ཡིན་ན་དགག་སྟངས་གཙོ་བོ་རྣམ་པ་གཉིས་རེད། རྣམ་པ་གཅིག་དེ་ག་རེད་ཟེར་ན་ངོ་བོ་དགག་པ་དེ་རེད། དེ་ངས་དཔེ་ཆ་བཞག་པ་ཡིན་ན་ཁང་པ་མ་རེད་ཁང་པ་མ་ཡིན་ལྟ་བུ་རེད། གཅིག་ག་རེ་ཆགས་ཀྱི་ཡོད་རེད་ཟེར་ན་ལེགས་བཤད་ལྗོན་དབང་ནང་ནས། མ་ནི་བར་གྱི་གསར་བརྗེ་ལའང་ཟེར་གསུངས་པ་ནང་བཞིན། ཨ་ནི་མ་དེ་མིང་ཚིག་གཉིས་ཀྱི་བར་གྱི་གསར་བརྗེ་སྦྱིན་ཚིག་གཉིས་ཀྱི་བར་གྱི་གསར་བརྗེ་བྱ་ཚིག་གཉིས་ཀྱི་བར་གྱི་གསར་བརྗེ་དེ་འདྲ་ལས་འབྱུང་གི་ཡོད་རེད། དཔེ་ཆ་བཞག་པ་ཡིན་ན་བྱ་མ་ཆུ། བྱ་མ་ཆུ་ཞེས་བརྗོད་པའི་སྐབས་སུ་ལ་བྱ་དང་ཆུ་གཉིས་ཀའི་ཁར་རྣམ་པ་ཡོད་པ། བྱ་དང་ཆུ་གཉིས་ཀའི་ཁར་ཆ་དང་ལྡན་པ་བྱ་བྱ་ཅང་ཡང་མ་ཡིན་པ་ཆུ་ཆུ་ཅང་ཡང་མ་ཡིན་པ་དེ་འདྲ་ཅིག་ལ་བྱ་མ་ཆུ་ཞེས་ཀྱི་རེད། རི་མ་ཐང། རི་ཡང་མ་ཡིན་པ་ཐང་ཡང་མ་ཡིན་པ། དབྱེར་མ་སྟོན། དབྱེར་ཁ་ཡང་མ་ཡིན་པ་སྟོན་ཁ་ཡང་མ་ཡིན་པ། ཨ་ནི་ག་རེར་ཟེར་ན་གཟི་མ་རྡོ། གཟི་ཡང་མ་ཡིན་པ་རྡོ་ཡང་མ་ཡིན་པ་དེ་འདྲས་ལ་གཟི་མ་རྡོ། ད་ལྟའི་ང་རང་ཚོ་གི་བོད་སྤྱི་ཡོངས་ཀྱི་སྐད་གཤིས་ཀྱི་ནང་ལ་ས་ཆ་རྡོ་ཆབ་ཆགས་ཡོད་རེད། ད་དཔེ་ཆ་བྱ་བ་ཡིན་ན། བཏུང་བྱ་བྱ་མ་ཆུ། རྡོ་ས་རི་མ་ཐང། ནམ་ཟླ་སྟོང་མ་དགུན། རྒྱན་ཆ་བཟི་མ་འདུག་དེ་འདྲའི་ལྟ་བུ་ཆགས་ཡོད་རེད། ཨ་ནི་རྒྱལ་མཚན་ཉི་ཤུ་བར་ཐིག་ལ་ག་འདྲ་ཞིག་དགའ་གི་ཡོད་རེད་སུ་ཞུས་པ་ཡིན་ན། སྐྱིད་མ་འདུག། དགའ་མ་བཅུག། རིང་མ་ཐུང། མངར་མ་སྐྱུར། བཟང་མ་ངན། རྒན་མ་གཞོན། དེ་ལྟ་བུ་ཆ་ཚང་ག་རེ་ཆགས་ཀྱི་ཡོད་རེད་སུས་ཤེས་པ་ཡིན་ན་སྦྱིན་ཚུལ་དུ་དགའ་གི་ཡོད་རེད། ད་ཅི་མ་འདུག་ཟེར་ན་མི་ཚེ་འདི་གཅིག་པུ་གཅིག་རྐྱང་ཡང་མ་ཡིན་པ་སྡུག་པོ་སྡུག་རྐྱང་ཡང་མ་ཡིན་པ་སྐྱིད་སྡུག་གཉིས་ཀའི་བར་ཆགས་ཡོད་པ་ཡང་ན་སྐྱིད་སྡུག་འདྲེས་མའི་གི་མི་ཚེ་ལ་དེ་འདྲ་ཟེར་དགའ་དགོས་པ་རེད། དཔེ་ཆ་བྱ་བ་ཡིན་ན་སྐྱིད་སྡུག་གི་མི་ཚེའི་ནང། དགའ་མ་བཅུ་ཡི་གི་གཏམ་རྒྱུད་ལ་ཉན། བཟང་མ་ངན་གྱི་གྲོགས་པོ་དང་ལྷན། སྔར་མ་བརྗོད་ཀྱི་འཚོ་བ་སྐྱེལ། མི་ཚེའི་ལམ་བུ་རིང་མ་ཐུང། ན་འདེགས་ལང་ཚོ་རྒས་མ་ཞོན། འོ་དེ་འདྲས་སུ་བཀག་དགོས་པ་རེད། ཨ་ནི། ད། མ་ཡིག་གི། མིང་ཚིག་གཉིས་དང་རྒྱུན་ཚིག་གཉིས་ཀྱི་བར་གྱི་གསར་བརྗེ་ག་འདྲས་སུ་འཇུག་གི་ཡོད་མེད་ཞུས་ཟིན་པ་ཡིན། ཨ་ནི་ལྷན་ཅིག་དགོངས་འཇགས་གནང་རོགས། བཀྲ་ཤིས་བདེ་ལེགས།